བོད་དང་བོད་མི་མགྲིན་ཚབ་བྱེད་པའི་དཔེ་ཀློག་ལེ་ཚན་གྱི་ལྟ་རིན་ཚོགས་པའི་ནང་ལོགས་ལ་ཡར་ཞུགས་པའི་སེང་འབྲོག་ལྷན་རྒྱས་ཁྱེད་རྣམས་སྐུ་ཁམས་བཟང། གསར་དུ་ཕེབས་པའི་ཚོགས་མི་རྣམ་པ་ཚོ་ལ་ཡང་དམིགས་བསལ་གྱི་འཚམས་འདྲི་དང་སྦྲགས་གཤམ་ལ་ཡིན་ན་གུས་པས་མུ་མཐུད་ནས་ཁྱེད་བཟང་ལྗགས་ཀློག་ཞུ་མཚམས་དེ་ནས་མ་འཁྱུག་ཙམ་ལྗགས་ཀློག་ཞུ་དགོས་ཡིན་ན་གཤམ་ལ་མུ་མཐུད་གསན་རོགས། ཁྱེད་བཟང་གི་ལྗགས་ཀློག་ཞུ་མཚམས་དེ་ནི་ལེའུ་བཅུ་གཉིས་པ་ལ་ཡར་ཞུ་མཚམས་བཞག་པ་ཡིན། གཤམ་ལ་གུས་པས་མུ་མཐུད་ནས་ལེའུ་བཅུ་གཉིས་པ་འཁྱུག་ཙམ་ལྗགས་ཀློག་ཞུ་གི་ཡིན་པས་གཤམ་ལ་ཡར་གསན་ན་ཡོང་ཞུ། ལེའུ་བཅུ་གཉིས་པ་འབྲེལ་མོལ་གྱི་རིམ་པ་ཐ་མ་སྤྱི་ལོ་ཉིས་སྟོང་གཅིག་ལོར་ངོས་རང་ལོ་དྲུག་ཅུ་རེ་དྲུག་ལ་ཡར་སོན་དུས་བཙན་བྱོལ་བོད་མིའི་ཆབ་སྲིད་ཀྱི་སྒྲོམ་གཞིའི་ནང་ལེགས་བཅོས་ཀྱི་གོམ་པ་ཆེན་པོ་ཞིག་སྤོས་པ་ཡིན། དེ་ཡང་ལོ་རྒྱུས་ནང་ཐེངས་དང་པོར་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་འགན་འཛིན། མང་ཚོགས་ཀྱིས་ཐད་ཀར་འོས་འདེམས་བྱ་རྒྱུ་དང། འགན་འཛིན་དེས་རང་གི་བཀའ་ཤག་གི་བཀའ་བློན་རྣམས་འོས་འདོན་བྱ་རྒྱུ། དེ་བཞིན་མང་ཚོགས་ཀྱིས་བདམས་པའི་སྒྲིག་འཛུགས་ཀྱི་འགན་འཛིན་ལ་བོད་ཀྱི་ཆབ་སྲིད་འགན་དབང་རྩིས་སྤྲོད་ཐོག་ངོས་རང་ཆེས་རྒས་ཡོལ་དུ་སྡོད་རྒྱུའི་ཐག་གཅོད་བྱས། དེ་སྔ་ནས་བརྟན་ཚུགས་སུ་ཡོད་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཡིན་མུས་ཐོག་ད་ཐེངས་ཀྱི་ལེགས་བཅོས་དེ་ནི་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་འཕེལ་རིམ་ཡོངས་སུ་རྫོགས་པའི་ཆེད་མདུན་སྐྱོད་ཀྱི་ལམ་ཐག་གལ་ཆེན་ཞིག་ཡིན་པའི་ངོས་འཛིན་བྱེད་ཀྱི་ཡོད། བསྒྱུར་བཅོས་འདི་དག་ལ་ཁྲིམས་ཀྱི་བཀའ་ལུང་ཡོད་པར་བཟོ་ཆེད། བོད་མི་མང་སྤྱི་འཐུས་གྲོས་ཚོགས་ཀྱི་སྤྱི་ལོ་ཉིས་སྟོང་བརྒྱ་མེད་གཅིག་ཟླ་བ་དྲུག་པའི་ཚེས་བཅུ་བཞི་ཉིན་བཙན་བྱོལ་བོད་མིའི་བཅའ་ཁྲིམས་ལ་བསྐྱར་བཅོས་བྱས། སྒྲོམ་གཞི་གསར་པ་དེའི་འོག་ནས། སློབ་དཔོན་ཟམ་གདོང་རིན་པོ་ཆེ་མང་ཚོགས་ཀྱི་ཐད་ཀར་སྒྲིག་འཛུགས་ཀྱི་འགན་འཛིན་དུ་འོས་འདོན་བྱུང་སྟེ་བཀའ་བློན་ཁྲི་པའི་འགན་ཁུར་བཞེས། ལེགས་བཅོས་དེའི་རྒྱབ་ལྗོངས་ཀྱི་བསམ་བློ་ནི། ཅི་སྟེ་བོད་ཀྱི་དཀའ་རྙོག་འདི་ངོས་ཀྱིས་མི་ཚེ་དུས་ཡུན་རིང་སེལ་མ་ཐུབ་ཚེ། བོད་མི་དམངས་ཀྱི་རང་དབང་འཐབ་རྩོད་ཀྱི་ལས་འགུལ་འདི་དུས་ཡུན་རིང་པོར་གསོན་ཤུགས་ལྡན་པར་བསྐྱུར་ནས་ཡོང་ཐབས་སུ་སྒྲིག་ཚུལ་ལྡན་པའི་ལམ་ལུགས་སུ་བསྒྱུར་དགོས་པ་གལ་གནད་དུ་མཐོང་བ་དེ་ཡིན། ངོས་རང་ནམ་འཚོའི་རིང་བོད་དོན་ཞབས་འདེགས་གང་ཐུབ་བསྒྲུབ་རྒྱུའི་དམ་བཅའ་བརྟན་པོ་ཡོད་པ་ནི་བརྗོད་མི་དགོས། ལར་ནས་ལས་དོན་གལ་ཆེན་སྤྱི་དང། ལྷག་པར་མི་རིགས་ཧྲིལ་པོ་གཅིག་གི་མདུན་ལམ་གནད་དོན་ཐད་མི་གཅིག་ལས་གཏན་ཐད་ཕྱིན་ན་ཕུགས་བརྟན་མི་ཡོང་བར་ངོས་ནས་ཡིད་ཆེས་བྱེད་ཀྱི་ཡོད། དྲང་པོ་བཤད་ན། སྐབས་རེ་བོད་མི་ཚོས་ངོས་ལས་གཏན་ཚབས་ཆེ་དྲགས་པའི་ཚོར་སྣང་ཡོང་གི་འདུག་སྤྱི་ལོ་ཉིས་སྟོང་བཅུ་མེ་གཉིས་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན། པེ་ཅིན་གཞུང་གིས་གྲོས་དོན་བྱས་པ་ལྟར་ངོས་ཀྱི་སྐུ་ཚབ་རྒྱ་རིགས་ལོ་རེའི་དགེ་མཚན་དང་འཐབ་ཕྱོགས་གཅིག་གྱུར་ལས་ཁུངས། ཁུག་རྟ། རྒྱ་ནག་དམར་ཕྱོགས་ཚོགས་པའི་ཁོངས་གཏོགས་སྒྲིག་འཛུགས་ཤིག་ཡིན་པ་དང། དེས་ལས་དོན་སྣེ་མང་བྱེད་པའི་ཁོངས་ནས་གཅིག་ནི། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གྲངས་ཉུང་མི་རིགས། སུ་ངོས་འཛིན་བྱས་པའི་མི་རིགས་ཁག་ལ་ཡང་འབྲེལ་བ་བྱ་རྒྱུའི་འགན་འཁུར་གྱི་ཡོད། ལས་ཁུངས་ཀྱི་གནད་ཡོད་དཔོན་རིགས་གཅིག་ཁེ་ན་ཏའི་གྲོང་ཁྱེར་ཨོ་རི་བྷ་ལ་ཡང་ཐུག་འཕྲད་བྱས། ཐུག་འཕྲད་དེ་པེ་ཅིང་དང་འབྲེལ་མོལ་གྱི་རིམ་པ་གསར་བ་ཞིག་གི་སྒོ་ཕྱེས་ཏེ། སྔ་རྗེས་ཁྱོན་བསྡོམས་འབྲེལ་མོལ་ཐེངས་དགུ་བྱུང་ཞིང། འབྲེལ་མོལ་མཐའ་མ་དེ་ཉིད་ཕྱི་ལོ་ཉིས་སྟོང་བཅུ་ཟླ་བ་དང་པོའི་ནང་མཇུག་བསྒྲིལ། དེའི་ཐོག་མཐའ་བར་གསུམ་གྱི་བརྒྱུད་རིམ་ནང་ང་ཚོའི་སྐུ་ཚབ་ཚོས་ངོས་ནས་བཀའ་བློན་ཁྲི་པ་ཟམ་གདོང་རིན་པོ་ཆེར་འབྲེལ་ལམ་ཟབ་མོའི་ཐོག་ནས་ལས་དོན་བསྒྲུབས་ཡོད། ཐོག་མའི་འབྲེལ་མོལ་ཚོགས་འདུ་ཐེངས་འགའ་ཞིག་ནི་ངོས་ཀྱི་སྐུ་ཚབ་དང་གྲོས་ཡག་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་མི་སྣའི་དབར། མི་དང་མིའི་བར་གྱི་འབྲེལ་ལམ་དང་ཡིད་ཆེས་བསྐྲུན་ཐབས་སུ་གཏོང་དགོས་པ་ཤེས་རྟོགས་ཡོད། ངེད་ཀྱིས་སྐུ་ཚབ་ནས་རྒྱ་རིགས་བློ་གྲོས་རྒྱལ་མཚན་དང་སྐལ་བཟང་རྒྱལ་མཚན་གཉིས་ཀྱི་མགོ་ཁྲིད་པའི་ཚོགས་མི་བཞི་ལས་གྲུབ་པ་ཞིག་ཡིན། དེ་དུས་སྤྱི་ལོ་ཉིས་སྟོང་བརྒྱད་ལོའི་དབྱར་ཁའི་ཨོ་ལམ་པིག་རྩེད་འགྲན་གྱི་མགྲོན་བདག་གོ་སྐབས་པེ་ཅིང་ལ་སྤྲད་ཟིན་པས། ཚོད་དཔག་ཐུབ་ངེས་ལྟར་གྲོས་མོལ་སྐབས་རྒྱ་ནག་གི་སྐུ་ཚབ་ཚོས་དོ་ཁུར་བྱེད་ས་གཙོ་བོ་ཞིག་ནི། ཨོ་ལམ་པིག་རྩེད་འགྲན་གྱི་གོ་སྒྲིག་ལས་ཀར་འགལ་རྐྱེན་མི་ཡོང་བའི་འགན་སྲུང་ཐུབ་ཐབས་དེ་ཡིན་པར་མངོན། སུད་སི་བྷན་གྲོང་ཁྱེར་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཁང་དུ། ཕྱི་ལོ་ཉིས་སྟོང་ལྔ་ལོར་རྒྱལ་མོའི་ཚོགས་འདུ་ཐེངས་བཞི་པ་ཚོགས་སྐབས། ངོས་ཀྱི་སྐུ་ཚབ་ཚོས་གྲོས་ཡག་རྒྱ་ནག་གི་སྐུ་ཚབ་ལ། ཁོ་བོ་རྒྱ་ནག་ཏུ་གནས་སྐོར་དང་ལྷག་པར་ཡུན་རིང་མོ་ཞིག་ནས་སྐྱོན་འདོན་བྱེད་པའི་གནས་ཆེན་རི་བོ་རྩེ་ལྔར་གནས་སྐོར་བྱ་དུས་བསམ་གཞིག་དགོས་སྐོར་ནན་བརྗོད་བྱས། གནད་དོན་དེའི་སྐོར་ལ་སྐུ་ཚབ་ཚོས་བརྗོད་པའི་གལ་ཆེའི་རྒྱུ་མཚན་ཞིག་ནི། བོད་ཡུལ་སྲོལ་ཡུན་དར་ན། རིང་མིན་ངོས་ཀྱི་ལོ་ཁ་ཁེལ་གྱི་ཡོད་པར་བརྟེན། དེ་ཡི་བར་ཆད་བཟློག་ཐབས་སུ། གནས་ཆེན་ཁག་ཏུ་གནས་སྐོར་བྱེད་པའི་ལུགས་སྲོལ་ཡོད་ལུགས་དེ་ཡིན་ཞིང། དེ་བཞིན་ངོས་ཀྱི་རྐྱེན་གསེག་རིམ་གྲུར། རྒྱ་གར་དུ་ཡོད་པའི་བོད་མི་འདུས་ཚོགས་ནས་དགེ་འདུན་པ་གྲངས་ཉུང་ཤས་ཤིག། ལྷ་སའི་ཆོས་ཁང་གི་རྩ་ཆེའི་རྟེན་མཆོག་གཙོ་གྱུར་བོད་ཀྱི་ཆོས་སྡེ་འདྲ་མིན་དང། རྩ་ཆེའི་གནས་མཆོག་རྣམས་སུ་ཡང་མཆོད་འབུལ་སྨོན་ལམ་ཞུ་ཆེད་དངོས་བྱུང་ངང་བསྐྱོད་ཐུབ་པ་ཞིག་ཡོང་བའི་རེ་བ་བཏོན། གཞན་ཡང་སྐུ་ཚབ་ཚོས་ཅི་སྟེ་ཁོ་བོ་རྒྱ་ནག་ལ་གྱེར་རྒྱའི་གནས་བབ་ཐོག་ནས་ནད་སྐོར་དུ་བསྐྱོད་ཐུབ་པ་བྱུང་ན། ཐད་ཀར་པེ་ཅིང་གི་འགོ་ཁྲིད་ཚོར་བོད་མི་མང་ཆེས་ངོས་ཀྱི་བསམ་འདུན་ཇི་ཡོད་གསལ་བརྗོད་ཀྱི་གོ་སྐབས་ཡང་ཡོང་སྲིད་པའི་བསམ་ཚུལ་བརྗོད་འདུག། རྒྱ་ནག་གི་སྐུ་ཚབ་ཚོས། གནས་ཚུལ་འདི་རྒྱལ་ཁབ་ཀྱི་གནད་དོན་གལ་ཆེན་དང་འབྲེལ་བ་ཞིག་ཡིན་སྟབས། ཁོང་ཚོར་དེའི་ཐད་ཐག་གཅོད་བྱེད་པའི་འོས་བབ་མེད་ཀྱང། པེ་ཅིང་གི་མགོ་ཁྲིད་ཚོར་བསམ་འཆར་དེ་ཞུ་རྒྱུ་བྱས་ཚུལ་བརྗོད་འདུག་འོན་ཀྱང་བློ་ཕམ་པ་ཞིག་ལ། བསམ་འཆར་དེའི་དོན་འབྲས་གང་ཡང་མ་བྱུང། སྤྱིར་འབྲེལ་མོལ་འདི་དག་ལ་བརྟེན་ནས་ངས་ཚོའི་ནམ་རྒུན་འཇུས་མོད་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁོངས་སུ་བུད་མེད་ཚོར་མིང་དོན་མཚུངས་པའི་རང་སྐྱོང་དགོས་སྐོར་གྱི་ནང་དོན་ངོ་མ་གང་ཡིན་ཡིག་ལམ་དུ་གསལ་འཁོད་ཀྱིས་གཞུང་འབྲེལ་ཐོག་སྤྲོད་རྒྱུ་བྱུང་བས་མཚོན། བསམ་འཆར་སྦ་གསང་མེད་པར་བརྗོད་པའི་གོ་སྐབས་བྱུང་རུང། རྒྱ་ནག་གི་ཕྱོགས་ནས་ནི། འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་འགོ་ཁྲིད་ལས་བརྒལ་བའི་མཐོ་བའི་གནས་རིམ་གང་ལའང་དོན་ཕན་ལྡན་པའི་འབྲེལ་གཏུག་གྲོས་མོལ་གྱི་གོ་སྐབས་ནམ་ཡང་བྱུང་མེད། དེའི་དབང་གིས། ངེད་ཚོ་དོན་དམ་ཐག་གཅོད་ཀྱི་དབང་ཚད་ལྡན་པའི་རྒྱ་ནག་གི་འགོ་ཁྲིད་དང་སྒྲིག་འཛུགས་ཤིག་དང་ལྷན་དུ་གྲོས་མོལ་དངོས་གཞི་བྱེད་པའི་གནས་རིམ་ལ་སླེབས་རྒྱུ་མི་སྲིད་པ་ཞིག་རེད། འབྲེལ་མོལ་ཐེངས་བདུན་པ་དང་བརྒྱད་པ་གཉིས་ཀྱི་བར་དུ་ཕྱི་ལོ་ཉིས་སྟོང་བརྒྱད་ལོའི་པེ་ཅིང་ཨོ་ལམ་པིག་རྩེད་འགྲན་དེ་ཚོགས། དུས་དེར་འཛམ་གླིང་སྤྱི་ནས་རྒྱ་ནག་ལ་ཡང་དོ་སྣང་དང། ལྷག་པར་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་གིས་རྩེད་འགྲན་གྱི་སྔོན་འགྲོའི་བྱེད་སྒོར་དམིགས་བསལ་དོ་སྣང་བྱས། རང་དབང་ལུང་པར་གནས་འཁོད་འཛམ་གླིང་ས་ཕྱོགས་གང་སའི་བོད་མི་དང། བོད་ལ་ཤ་ཚ་གནང་མཁན་ཚོས་ཀྱང་གོ་སྐབས་དེ་བཟུང་སྟེ་བོད་ནང་གི་དྲག་གནོན་སྲིད་བྱུས་དང། བོད་རྒྱ་འབྲེལ་མོལ་ཐད་རྒྱ་ཕྱོགས་ནས་མདུན་བསྐྱོད་མངོན་གསལ་མ་བྱས་པར་ངོ་རྒོལ་སྐད་འབོད་བྱས། ལོ་དེའི་ཟླ་བ་གསུམ་པའི་ཚེས་བཅུ། བོད་རང་དབང་གི་ལ་དུས་དྲན་ཉིན། ལྷ་སའི་ནང་དུ་ཡང་མང་ཚོགས་ཚོས་ལས་འགུལ་གྱི་ངོ་རྒོལ་སྐད་འབོད་བྱས་ཤིང། དེ་ནས་མྱུར་དུ་བོད་མཐོ་སྒང་ཡོངས་ལ་ཁྱབ། དེ་ཡང་ཕྱི་ལོ་ཉིས་སྟོང་བརྒྱད་ཟླ་བ་གསུམ་པའི་ཚེས་བཅུ་ཉིན། འབྲས་སྤུངས་དགོན་པའི་དགེ་འདུན་པ་བརྒྱ་ཕྲག་ཁ་ཤས་ཀྱིས། ཆོས་དད་རང་དབང་དགོས་པའི་སྐད་འབོད་བྱེད་བཞིན། ལྷ་ས་གྲོང་ཁྱེར་ཕྱོགས་སུ་གོམ་བགྲོད་བྱེད་པའི་གནས་ཚུལ་གོ་ཐོས་བྱུང་སྐབས། ངོས་རང་ཁོང་ཚོའི་བདེ་འཇགས་ལ་ཡང་བློ་ངན་ཆེན་པོ་བྱུང་ནས་འཕྲལ་དུ་གསོལ་བ་སྨོན་ལམ་བཏབ་པ་ཡིན། སང་ཉིན་དེ་སེ་ར་དགོན་པའི་དགེ་འདུན་པ་ཁག་ཅིག་གིས་ཉིན་སྔོན་མར་འཛིན་བཟུང་བཀག་ཉར་བྱས་པའི་དགེ་འདུན་པ་རྣམས་གློད་གྲོལ་དགོས་པའི་ངོ་རྒོལ་སྐད་འབོད་བྱས་པར། དགའ་ལྡན་དགོན་པ་ཐེ་བའི་དགོན་སྡེའི་གཞན་ནས་ཀྱང་དགེ་འདུན་པ་དང་བཙུན་མ་ཚོའི་མཉམ་ཞུགས་ཆེད་ལྷ་སར་གོམ་བགྲོད་བྱས། དེ་ལ་ཉེན་རྟོག་པས་གདུག་རྩུབ་ཆེན་པོས་ཡ་ལན་དང་མི་མང་པོ་འཛིན་བཟུང་བྱས། ཉེན་རྟོག་པས་གྲྭ་བཙུན་ཚོར་ཡ་ང་སྙིང་རྗེ་བྲལ་བའི་བྱེད་སྟངས་དེས། བོད་ནང་བོད་མི་ཚོས་རྒྱ་ནག་གི་གཉའ་གནོན་དབང་བསྒྱུར་འོག་ཡུན་རིང་བསྡུ་སྒོམ་བྱས་པའི་ཟུག་གཟེར་གྱི་མེ་ལྕེ་འབར་བའི་རྐྱེན་རྩ་བྱས་ཏེ། ཟླ་བ་གསུམ་པའི་ཚེས་བཅུ་བཞི་ཉིན་གྲྭ་བཙུན་རྣམས་གློད་གྲོལ་གཏོང་དགོས་པའི་འབོད་སྐུལ་སྐད་འབོད་ཤིག་རྒྱ་ཆེན་པོ་བྱས། དེ་ཉིན་ཉེན་རྟོག་པས་ཉེན་རྟོག་པ་འགྲེམས་འཇོག་བྱེད་སྐབས། ཕྱི་ཆིངས་དུག་རླངས་དང་མེ་མདའ་སྦག་སྦག། ལྕགས་ཁྲབ་འཁོར་ལོ་བཅས་ཡོད་པའི་དམག་ཕུག་ཡང་མཉམ་ཞུགས་བྱས་ཤིང། ཟླ་བ་གསུམ་པའི་ཚེས་བཅུ་བཞི་ནས་བཟུང། མང་ཚོགས་རང་འགུལ་གྱི་ངོ་རྒོལ་སྐད་འབོད་དེ་ཁམས་དང་ཨ་མདོར་ཡང་ཁྱབ་སྟེ། དེའི་རྒྱུན་ཕྱི་ཟླ་བཞི་པའི་ཟླ་མཇུག་བར་གནས་པ་བྱུང། ཨོ་ལམ་པིག་གི་དཔལ་འབར་འཛམ་གླིང་ཡུལ་གྲུ་ཁག་ཏུ་སྐོར་སྐྱོད་བྱེད་སྐབས། བོད་མིར་རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེད་ཆེད། རྒྱལ་སྤྱིའི་ཁྱོན་གྱི་རྒྱལ་ཁབ་མང་པོའི་ནང་ངོ་རྒོལ་རྔམ་སྟོན་ཆེན་པོ་བྱུང། དེ་ཡང་ཕྱི་ལོ་ཉིས་སྟོང་བརྒྱད་ཟླ་བ་གསུམ་པའི་ཚེས་ཉི་ཤུ་རྩ་བཞི་ཉིན། ཐོག་མར་ཨེ་ཐེན། དུ་དཔལ་འབར་རྒྱུད་སྤྲུལ་གྱིས་དབུ་འཛུགས་མཛད། སྐོར། པེ་ཅིང་ཨོ་ལམ་པིག་རྩེད་འགྲན་གྱི་གོ་སྒྲིག་ཚོགས་པའི་ཚོགས་གཙོས་གཏམ་བཤད་བྱེད་སྐབས་ངོ་རྒོལ་ལས་འགུལ་དཔལ་ཨོ་ནས་འགོ་ཚུགས། འཛམ་གླིང་གི་འགོ་ཁྲིད་མང་པོས་རྒྱ་ནག་གི་དབང་འཛིན་པར་བོད་མིའི་ཐོག་དྲག་གནོན་མི་བྱེད་པའི་འབོད་སྐུལ་དང། འགོ་འཛུགས་ཟིན་པའི་བོད་རྒྱ་འབྲེལ་མོལ་གྱི་བརྒྱུད་རིམ་ལ་ཡང་རྒྱབ་སྐྱོར་ཡོད་ཚུལ་བསྐྱར་ནན་དུ་གསུངས་ཀྱང། རྒྱ་ནག་ཕྱོགས་ནས་བོད་མིས་དེ་ལྟར་ངོ་རྒོལ་བྱེད་དོན་གང་ཡིན་ཐད་དཔྱད་ཞིབ་དང་བསམ་གཞིག་བྱ་རྒྱུ་ལས་ལྡོག་སྟེ། རྒྱ་ནག་གི་དྲིལ་བསྒྲགས་ཚན་པས་བོད་ནང་གི་ངོ་རྒོལ་དེ་ངོས་ནས་སྐུལ་སློང་བྱས་ཚུལ་བཤད་དེ། ངོས་བསྐལ་ཡག་ཁག་མདོ་བསྐྱོད་འཛུགས་བྱས་བྱུང། དཔེར་ན་སྤྱི་ལོ་ཉིས་སྟོང་བརྒྱད་ཟླ་བོ་གསུམ་པའི་ཚེས་བཅོ་བརྒྱད་ཉིན། བོད་ནང་གི་དམར་ཤོག་ཚོགས་པའི་འགོ་ཁྲིད་ཀྱིས། ཏཱ་ལ་ནི་ཆོས་གོས་གོན་པའི་སྤྱང་ཀི་ཞིག་དང། མིའི་གདོང་ལ་ཡང་སྤྱན་གསལ་གྱི་སེམས་དང་ལྡན་པའི་གདོན་འདྲེ་ཞིག་རེད། ད་ལྟ་ང་ཚོས་ཏཱ་ལའི་རུ་ཚོགས་དང་ཁྲག་དྲི་བྲོ་བའི་འཐབ་རྩོད་དྲག་པོ་བྱེད་སྒང་ཡིན་པ་དེ་ནི། དགྲ་དང་རང་ཕྱོགས་བར་གྱི་ཁྱོད་བཞི་ང་བརྩོན་གྱི་འཐབ་རྩོད་ཅིག་ཡིན། ཞེས་བརྗོད་འདུག། རྒྱ་ནག་གི་སྲིད་བློན། Wen Jiabao། ལའོ་སི་རྒྱལ་དོན་འཚམས་འདྲིར་བསྐྱོད་སྐབས། བོད་ནང་གི་གནས་སྟངས་ཞི་འཇམ་དུ་གཏོང་རྒྱུའི་སྐུལ་མ་བྱས། དེའི་ལན་དུ། ངོས་ནས་རྒྱ་ནག་གི་མགོ་ཁྲིད་ཧུའུ་ཅིང་ཐའོ་དང་ཐད་ཀར་བཀའ་མོལ་ཞུ་རྒྱུའི་བསམ་འཆར་བརྗོད་ཡོད་ཀྱང་དེར་བརྡ་ལན་གང་ཡང་མ་བྱུང། དུས་དེའི་རྒྱ་ནག་དམར་ཤོག་གཞུང་གཉེར་བརྙན་འཕྲིན་ཁང་གིས་བོད་ནང་གི་བོད་མི་སྐད་འབོད་ཁྲོམ་སྐོར་རྣམས་རྒྱ་ནག་མི་དམངས་ལ་ངོ་རྒོལ་བྱེད་པའི་ངོ་བོར་བསྒྱུར་ཐབས་ཀྱིས་རྒྱ་ནག་སྐམ་ས་ཆེན་པོ་ཡོངས་ལ་དྲིལ་བསྒྲགས་བྱས་སྟབས། རྒྱ་ནག་སྐམ་སར་གནས་སྡོད་བོད་མི་ཚོར་མི་རིགས་དབྱེ་འབྱེད་ཀྱི་དཀའ་ངལ་ཡིད་སྐྱོ་དགོས་པ་མང་པོ་བྱུང་འདུག་པ། དཔེར་ན། བོད་མིར་མགྲོན་ཁང་མི་གཡོ་བ་དང། མེ་འཁོར་དང་གནམ་གྲུ་སོགས་སྤྱི་པའི་འགྲིམ་འགྲུལ་སྡེ་ཚན་གྱི་འཛིན་བྱང་མི་འཚོང་བ། སྤྱི་གླིང་ཁག་ནང་བོད་མིར་ཁ་བསླུས་འཕེན་པ་སོགས་ཐབས་རྡུགས་ཀྱི་གནས་ཚུལ་བྱུང་བ་དངོས་ནས་ངོས་ནས་གོ་ཐོས་བྱུང། རྒྱའི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་གིས་དྲིལ་བསྒྲགས་བྱེད་སྟངས་དེ་བཟོས་པའི་གྲུབ་འབྲས་གཅིག་ནི། མི་རིགས་དབྱེ་འབྱེད་ཀྱི་ན་ཟུག་ནམ་ཡང་བརྗེད་མི་སྲིད་ཅིང། འཁོན་སེམས་ཀྱི་རྨ་ཁ་གཏིང་ཟབ་ཡོད་པའི་བོད་ཀྱི་མི་རབས་ཤིག་གསར་སྐྲུན་བྱས་པ་དེ་རེད། བོད་མིས་རང་འགུལ་གྱིས་ངོ་རྒོལ་ངོ་བོས་ངོ་རྒོལ་སྐད་འབོད་ལ་རྒྱ་ནག་གཞུང་གིས་དྲག་གནོན་ཡ་ལན་བྱས་ཀྱང། རྒྱ་ནག་སྐམ་ས་ཆེན་པོའི་ཤེས་ཡོན་ཅན་དང་རྩོམ་པ་པོ་ཐེ་བའི་རྒྱ་རིགས་མང་པོས་བོད་མི་ཚོར། སྔར་བྱུང་མ་མྱོང་བའི་རྒྱབ་སྐྱོར་དང་ཤ་ཚའི་རྣམ་འགྱུར་བསྟན་པ་ནི་བློ་དོགས་འཕེལ་དགོས་པ་ཞིག་རེད། དེ་ཡང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་ནང་གཉིས་ཀ་ནས་རྒྱ་ཡིག་ཐོག་བོད་ཀྱི་རྩ་དོན་ལ་ཡང་རྒྱབ་སྐྱོར་དང། རྒྱ་ནག་གཞུང་ནས་ངོས་དང་དོན་སྙིང་ལྡན་པའི་གྲོས་མོལ་བྱེད་པར་སྐུལ་འདེད་ཀྱི་ནང་དོན་གསལ་བའི་རྩོམ་ཡིག་ཆིག་སྟོང་ལྷག་སྤེལ་མཁན་བྱུང་འདུག་རྩོམ་ཡིག་སྤེལ་མཁན་ཁོངས་སུ། བཅའ་ཁྲིམས་ཉིས་སྟོང་བརྒྱད་ཞེས་པ། གུག་རྟགས། རྒྱ་ནག་ནང་འགྲོ་མིའི་ཐོབ་ཐང་ཤེས་ལ་བཞག་པའི་ལམ་ལུགས་ལག་བསྟར་དགོས་པའི་བསྒྲགས་གཏམ་ཞིག་སྟེ་སྤྱི་ལོ་ཉིས་སྟོང་བརྒྱད་ཟླ་བ་བཅུ་གཉིས་པར་འགྲེམས་སྤེལ་བྱས། གུག་རྟགས་ཁ་ཁྱབ། འབྲེལ་འཛུགས་གནང་མཁན་གྲས་དང། རྒྱ་ནག་ནང་གཞི་རྩའི་འགྲོ་མིའི་ཐོབ་ཐང་ཡོང་ཆེད་དུས་ཡུན་རིང་པོར་འཚེ་མེད་ཞི་བའི་འཐབ་རྩོད་བྱས་པར་བརྟེན། ཕྱིས་སུ་ཕྱི་ལོ་ཉིས་སྟོང་བཅུ་ལོར་ནོ་བེལ་ཞི་བདེའི་གཟེངས་རྟགས་ཐོབ་པའི་སྐུ་ཞབས་ལིའུ་ཞའོ་པོ་ཡང་ཡོད། རྒྱ་རིགས་རྩོམ་པ་པོས་བརྩམས་པའི་རྩོམ་ཡིག་གི་ཁོངས་ནས་འགའ་ཞིག་གི་ཁ་བྱང་དཔེ་མཚོན་ཙམ་དུ་སྨོས་ན། རྒྱལ་ཕྲན་མཉམ་འབྲེལ་ལམ་ལུགས་ནི་བོད་ཀྱི་གནད་དོན་ཐག་གཅོད་བྱེད་པའི་ལམ་ཡག་ཤོས་རེད། ཅེས་དང། དབུ་མའི་ལམ་གྱི་སྲིད་བྱུས་ནི་མི་རིགས་འཁོན་འཛིན་གྱི་ནད་གཞི་བཅོས་པའི་སྨན་མཆོག་ཅིག་ཡིན། ཏཱ་ལའི་བླ་མའི་དབུ་མའི་ལམ་གྱི་སྲིད་བྱུས་ནི་བོད་ཀྱི་གནད་དོན་ཐག་གཅོད་བྱེད་པའི་ལམ་ཡང་དག་པ་དེ་ཡིན། ཞེས་སོགས་ཀྱིས། ངས་ཚོས་བོད་ཀྱི་དཀའ་རྙོག་སེལ་ཐབས་ཀྱི་སྲིད་བྱུས་ལ་ཡང་རྒྱབ་སྐྱོར་ཡོད་པ་དེ་ཡང་དག་པར་མཚོན་ཐུབ་པ་བྱུང་ཡོད། དུས་སྐབས་འདིར་ངོས་ནས་འབོད་སྐུལ་སྔ་ཕྱི་རིམ་པར་བྱས་པས་ན། བོད་མི་ཚོར་འབོད་སྐུལ་བྱས་དོན་དུ། བོད་མི་རྣམས་ད་ལྟའི་ཆར་གནས་ཚུལ་ཇི་ཙམ་ཐབས་སྡུག་ན་ཡང་ཇི་ཙམ་ཐབས་སྡུག་ན་ཡང། མཐའ་གཅིག་ཏུ་འཚེ་མེད་ཞི་བའི་ལམ་ཕྱོགས་བརྟན་སྲུང་བྱེད་དགོས་གལ་དང། དེ་བཞིན་དུ་པེ་ཅིན་དུ་འཚོགས་རྒྱུའི་ཨོ་ལམ་པིག་གི་རྩེད་འགྲན་ནི་འཛམ་གླིང་མི་འབོར་མང་ཤོས་ཡིན་པའི་རྒྱལ་ཁབ་ཅིག་གིས་དགའ་སྤོབས་བྱ་རྒྱུ་ཞིག་ཡིན་སྟབས། ངེད་ཀྱིས་ཐོག་མ་ཐོག་མ་ཉིད་ནས་རྒྱབ་སྐྱོར་བྱས་ཡོད་པས་བོད་མི་ཚོས་ཀྱང་དེ་ལ་ཡང་བར་ཆད་གཏོང་རྒྱུ་འོས་འཚམས་མེད་ལུགས་དྲན་སྐུལ་བྱས་པ་ཡིན། ཁུག་རྟ། དོན་དངོས་སུ་ཡང་སྤྱི་ལོ་ཉིས་སྟོང་དུས་ཟླ་བ་བཅུ་པའི་ནང་མགྲོན་འབོད་ལྟར། ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་མཛད་སྒོ་སྤེལ་བའི་གཏམ་བཤད་ནང། ངས་ངོས་ནས་རྣམ་པ་ཀུན་ཏུ་འཛམ་གླིང་དབུ་ཁྲིད་རྣམས་ལ་རྒྱ་ནག་ལ་ཡང་འབྲེལ་བ་བྱ་རྒྱུ་གལ་ཆེ་ཡིན་པར་བརྗོད་མྱོང་བ་མ་ཟད། དེ་བཞིན་རྒྱ་ནག་རྒྱལ་སྤྱིའི་ཚོང་འབྲེལ་སྒྲིག་འཛུགས་ནང་འཇུག་རྒྱུ་དང། པེ་ཅིང་དུ་ཡག་གེ་ཨོ་ལམ་པིག་རྩེད་འགྲན་ཚུགས་འོས་པ་སོགས་ལ་ཡང་རྒྱབ་སྐྱོར་བྱས་ལུགས་བརྗོད་ཡོད། ཁུག་རྟ་ཁ་རྒྱབ། གཞན་ཡང་ང་ཚོས་འཐབ་རྩོད་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆབ་སྲིད་དབང་འཛིན་པར་ཡིན་པ་མ་གཏོགས་རྒྱ་རིགས་ལ་མིན་པས། རྒྱ་ནག་མང་ཚོགས་ཀྱི་སེམས་པ་མགོ་འཛུལ་ཡོང་གཞི་དང་འཁོན་འཛིན་འགྲོ་གཞིའི་རིགས་གཏན་ནས་བྱེད་མི་རུང་བ་ནན་བརྗོད་བྱས་པ་ཡིན། འཛམ་གླིང་ཁྱོན་ཡོངས་ལ་ཡང་གནས་པའི་རྒྱ་རིགས་སྤུན་ཟླ་ཕོ་མོ་རྣམས་ལ། བོད་ནང་གདུག་རྩུབ་ཅན་གྱི་དྲག་གནོན་བྱེད་བཞིན་པར་མཚམས་འཇོག་དགོས་པའི་དགོས་འདུན་དང། བོད་བོད་ཡན་མི་རིགས་གཉིས་བར་གྱི་རྣམ་རྟོག་ངན་པ་རྣམས་སེལ་ཆེད་མཐུན་འགྱུར་ཡོང་བའི་འབོད་སྐུལ་ཡང་བྱས་པ་ཡིན། དེ་ཡང་རྒྱ་བོད་གཉིས་ཀ་ཐེག་པ་ཆེན་པོའི་རྗེས་འབྲངས་ཡིན་པ་གཅིག་གྱུར་དང། དེ་བཞིན་དུ་འཕགས་མཆོག་ཐུགས་རྗེ་ཆེན་པོ་ལ་དུས་གུས་ཐོག་དད་གུས་ཐོག། སྡུག་བསྔལ་གྱིས་མནར་བའི་སེམས་ཅན་ཀུན་ལ་ཡང་བྱམས་པ་དང་སྙིང་རྗེ་སྒོམ་པ་དེ་ཆོས་ཕྱོགས་ཀྱི་ཉམས་ལེན་གཙོ་བོ་ཞིག་ཏུ་གཅེས་འཛིན་བགྱི་བ་གཅིག་མཚུངས་སུ་ཡོད་ལུགས་ནན་བཤད་བྱས་པ་ཡིན། ལྷག་པར་བོད་རྒྱ་མི་རིགས་གཉིས་བར་ཞེ་འཁོན་གྱི་བསམ་བློ་ཡོང་ཉེན་བློ་འཚབ་བྱུང་བར་བརྟེན། དེ་སེལ་ཐབས་སུ། འཛམ་གླིང་ས་ཕྱོགས་གང་སར་ཡོད་པའི་བོད་མི་ཚོར། བོད་རྒྱ་མཛའ་འབྲེལ་ཚོགས་པ་འཛུགས་དགོས་པའི་བསམ་འཆར་བཏོན་པ་ཡིན། དེ་འདྲའི་ཚོགས་པས་གྲོང་ཁྱེར་གཅིག་པའི་ནང་གནས་སྡོད་རྒྱ་རིགས་ཚོ་བོད་ཀྱི་དགའ་སྟོན་དང། དུས་ཆེན་ལ་ཡང་མགྲོན་འབོད་བྱས་ཏེ་བཟའ་བཏུང་མཉམ་རོལ་བྱས་ཆོག་གི་རེད་ཅེས་བརྗོད་རྒྱུ་བྱུང། ཕྱོགས་མཚུངས། ངོས་ཀྱི་སྐུ་ཚབ་རྣམས་ལ། རྒྱ་ཕྱོགས་ཀྱི་སྐུ་ཚབ་ལ་ཡང་བསྐྱར་འབྲེལ་ལམ་གྱི་ཐུག་འཕྲད་ཡོང་ཐབས་དགོས་པའི་བཀོད་མངགས་བྱས་པ་ཡིན། དེ་ནི་བོད་ནང་གི་རྫ་དྲག་བཀའ་རྙིང་སེལ་རྒྱུ་དང། རྒྱ་ནག་གཞུང་ལ་བོད་རྒྱ་ཁྱབ་ཀྱི་ངོ་རྒོལ་དེ་བྱུང་རྐྱེན་ངོ་མ་གང་ཡིན་ཞིབ་འཇུག་དང། བོད་མིའི་དངོས་ཡོད་སྡུག་བསྔལ་ལ་ཐུགས་སྣང་དགོངས་བཞེས། ནན་གཟབ་དགོས་པའི་འབོད་སྐུལ་བྱ་རྒྱུ་རྫ་དྲག་ཆགས་ཡོད་པས་ཡིན། ངེད་ཚོས་འབད་བརྩོན་བྱས་འབྲས་སུ་ངོས་ཀྱི་སྐུ་ཚབ་གཉིས་དང་རྒྱ་ནག་གི་སྐུ་ཚབ་བར་ཕྱི་ལོ་ཉིས་སྟོང་བརྒྱད་ཟླ་བ་ལྔ་པར་ཧྲན་ཏེན་གྲོང་ཁྱེར་དུ་ནང་ལུགས་ཀྱི་གྲོས་བསྡུར་ཚོགས་འདུ་འཚོགས་ཐུབ་པ་བྱུང་ཞིང། གྲོས་བསྡུར་དེའི་སྐབས་ཕྱོགས་གཉིས་ཀས་ཕྱི་ལོ་ཉིས་སྟོང་བརྒྱད་ཟླ་བ་བདུན་པའི་ནང་པེ་ཅིང་དུ་འབྲེལ་མོལ་ཚོགས་འདུ་བདུན་པ་འཚོགས་རྒྱུར་མོས་མཐུན་བྱུང། དེ་ནས་ཅང་མ་སོང་བར། ཕྱི་ལོ་ཉིས་སྟོང་བརྒྱད་ཟླ་བ་ལྔ་པའི་ཚེས་བཅུ་གཉིས་ཉིན། བོད་ཀྱི་རྔ་པ་ས་ཁུལ་ཚུད་པའི་ཟི་ཁྲོན་ཞིང་ཆེན་ན་ས་ཡོམ་ཧ་ཅང་ཆེན་པོ་ཞིག་བྱུང། གནས་ཚུལ་དེ་ཐོས་འཕྲལ་ས་ཡོམ་གྱི་གནོད་འཚེ་ཕོག་པ་ཚོའི་ཆེད་དུ། འདི་ག་རྡ་ས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ཚུད་པའི་བོད་མིའི་སྤྱི་ཚོགས་གནས་ཡུལ་ཁག་ཏུ་གཞི་རྒྱ་ཆེ་བའི་སྨོན་ལམ་ཚོགས་པར་མ་ཟད། རྒྱལ་སྤྱིའི་རྒྱ་གྲམ་དམར་པོ་དང་ཟླ་བོ་དམར་པོའི་ཚོགས་པས་ངལ་སེལ། ཐེབས་རྩ་བརྒྱུད། ངོས་སྒེར་ནས་ངལ་སེལ་ཡི་ཞལ་འདེབས་ཀྱང་ཕུལ་བ་ཡིན། ལྟ་བ་འདི་གའི་ནང་ངོས་རང་ལོན་ཏོན་ལ་ཡང་བསྐྱོད་སྐབས་དེར་ཡོད་རྒྱ་ནག་གཞུང་ཚབ་པས་གཞུང་ཚབ་ལས་ཁུངས་ཀྱི་མྱ་ངན་སེམས་གསོའི་དེབ་གཞུང་ནང་ངོས་ཀྱི་དྲུང་ཕྱིར་ཁོ་བོས་ཚབ་བྱས་ཏེ། གནོད་འཚེ་ཕོག་མཁན་ཚོར་གདུང་སེམས་མཉམ་སྐྱེད་ཀྱི་ཚིག་བརྗོད་འབྲི་འདོད་ཆོག་པ་བྱུང། བོད་རྒྱ་འབྲེལ་མོལ་གྱི་ངོས་ནས་བརྗོད་ན་འབྲེལ་མོལ་ཐེངས་དྲུག་པའི་རྗེས་སུ་ཁོ་བོའི་སེམས་ན་ད་བར་གྲོས་བསྡུར་གྱི་ཆེད་དུ་གྲོས་བསྡུར་རྐྱང་རྐྱང་བྱས་པ་ལྟ་བུའི་སྐོར་བ་སྐོར་བལྟས་པ་དེ་བློ་ཕབ་མ་བྱུང་སྟབས། བོད་ཀྱི་གཏམ་དཔེར་གོམ་པ་བརྒྱབ་པ་འགྲོས་ལ་ཕན་པ་ཞིག་དགོས། ཞེས་ཟེར་སྲོལ་ཡོད་པ་ལྟར། ངེད་ཀྱི་སྐུ་ཚབ་ཚོགས་ཆུང་ལ་ད་ཕན་གྲོས་བསྡུར་ཆེ་ཆུང་དབྱེ་ཞིབ་ཀྱི་ཁོར་ཚིག་ཏུ་དགོས་ཚུལ་བཀོད་མངགས་བྱས་པ་ཡིན། སྐབས་དེར་སྐུ་ཚབ་ཚོགས་ཆུང་གི་སེམས་ན་རེ་བ་ཆེན་པོ་འདུག་ཁོ་ཚོའི་མཐོང་ཚུལ་དུ། ད་བར་ཕྱོགས་གཉིས་ཀས་སྐྱོན་བརྗོད་བསམ་འཆར་དང་སེམས་ཁྲལ་བྱེད་སའི་གནད་དོན་རྣམས་ངལ་བར་མ་འཛིན་པར་ཕན་ཚུན་སྦྱང་བཤད་བྱས་ཡོད་པར་བརྟེན། ད་ཆ་ཕལ་ཆེར་གྲོས་མོས་དངོས་གཞི་བྱེད་པའི་གནས་བབ་ཞིག་བསྐྲུན་ཐུབ་ཡོད་པའི་བསམ་ཚུལ་འདུག། སེང་ལྡེང་གི་སེང་འབྲོག་གླིང་གི་ཐག་རིང་གི་དཔེ་ཀློག་བྱ་ལོ་ཞུ་མཚམས་དེ་དག་རང་ལ་ཤག་ཤག་ཡིན་ང་ན་ནང་པ་ཚོ་ལེ་ཚན་རྗེས་མའི་ནང་དུ་བསྐྱར་དུ་ཕྱིན་ཡོང་ལྷན་གྱི་སྐུ་གཟུགས་ལ་ཐུགས་འཇགས་གནང་རོགས། སང་ཉིན་ས་པན་པ་ལ་དཔེ་ཀློག་ལེ་ཚན་དེ་གུང་གསེང་ཡིན་པས་ལྷན་གྱི་དེ་ནང་ལོགས་ད་ལྟ་བར་དུ་དེ་ནང་ལོགས་ལ་བྱ་ལོ་ཞུ་མཚམས་ཀློག